ལོ་རྒྱུས་སུན་ཇུ་སོང་ངམ་པ་ཡི་ལེའུ་གཉིས་པ། ད་ལྟ་ང་ཚོ་རང་མེད་པ་མ་མེས་རྒྱ་དཔོན་ཞིག་གིས་གཡོག་པོ་ལ་དྲ་ཟས་གནང་བའི་ལོ་རྒྱུས་དེ་ལྟ་གི་ཡིན། གཙོ་བོ་ཡེ་ཤུ་ཡིས་ཆོས་གསུངས་ཚར་བ་དང་ཀ་པར་ན་ཧམ་ལ་ཕེབས་པ་རེད། སྐབས་དེ་དུས་རང་མེད་པ་རྒྱ་དཔོན་ཞིག་གིས་གཡོག་པོ་ཡག་ཤོས་དེའི་ནང་ནས་ཧྲི་ཀྲོ་བྱས་ཡོད་པ་རེད། འཇར་པན་དེའི་གཙོ་བོ་ཡི་ཤུ་ཀོར་སུ་གོ་མྱོང་ཡོད་པ་རེད། བྱས་ཙང་ཁོང་གིས་ཡ་ཧུ་དཱ་པར་མའི་རྒན་པ་ཁ་ཤས་གཙོ་བོ་ཡི་ཤུ་རྩ་སྔགས་ནི་སོ་སོའི་གཡོག་པོ་ལ་དྲག་སྲེག་གནང་བའི་ཆེད་དུ་ཞུ་བ་འཐེན་དུ་མངགས་པ་རེད། མའི་རྒན་པ་རྣམས་ཡི་ཤུ་དྲུང་དུ་སླེབས་པ་དང་ཁོ་གཙོ་བོ་ཡི་ཤུ་ལ་ཞུས་པ། ཁྱེད་ཀྱིས་འཇར་པན་དེ་ལ་རོགས་པ་བྱེད་འོས་པ་ཞིག་རེད། མི་དེ་ནི་ང་ཚོའི་མི་རིགས་ལ་བྱང་བུ་དང་ང་ཚོའི་སྟེང་དུ་ཆོས་ཁང་རྒྱག་ཡོད་ཞེས་ཞུས་པ་རེད། ཡེ་ཤུ་དང་ཁོ་ཚོ་མཉམ་དུ་ཕེབས་ནས་ཁོང་པ་དང་ཉེ་བའི་ལྷེ་བའི་སྐབས་སུ་རྒྱ་པན་ཡས་སོ་སོ་རུ་པ་ཁ་ཤས་ཀྱིས་བཏང་ནས་གཙོ་བོ་ལ། ཁྱེད་ནི་ང་ཡིས་ཁོང་པ་ལ་ཕེབས་འོས་པ་ཞིག་མ་རེད། དེ་འདྲ་སོང་ཙམས་ང་ཁྱེད་ཀྱི་མདུན་དུ་ཡོང་འོས་པ་རེད་ཞེས་གསང་གི་མི་འདུག་ཁྱེད་ཀྱིས་བཀའ་མནོ་བ་ཙམ་གྱིས་ང་ཡི་གཡོག་པོ་དྲག་གི་རེད། ང་རང་ནི་དབང་ཆ་འོག་ཏུ་བསྡད་མཁན་ཡི་མི་ཞིག་ཡིན། ང་ཡི་དབང་ཆ་འོག་ཏུའང་བསྡད་མཁན་མི་མང་པོ་ཡོད། ངས་ཁོ་ཚོ་ལ་ཤོག་ཟེར་བ་དང་ཁོ་ཚོ་ཡོང་གི་རེད། ངས་ཁོ་ཚོ་ལ་རྒྱུགས་ཟེར་བ་དང་ཁོ་ཚོ་འགྲོ་གི་རེད། ངས་ཁོ་ཚོ་ལ་ལས་ཀ་དེ་བྱེད་ཟེར་བ་དང་ཁོ་ཚོ་ཡིས་དེ་ལྟ་བྱེད་ཀྱི་རེད་ཞེས་ཤོད་པ་རེད། གཙོ་བོ་ཡེ་ཤུ་ཡིས་དེའི་སྐོར་གོ་བ་དང་ཧམ་བསམ་ནས་སོ་སོའི་རྗེས་སུ་འབྲུ་མཁན་མི་མང་རྣམས་ལ་གསུངས་པ། ངའི་ཁྱོད་ཚོ་ལ་ལོག་གོ། ཨིས་ར་ཨེལ་པ་ཁྱོད་ཡོངས་ལ་མི་དད་པ་ཅན་དེ་ལྟ་བུ་ངས་ད་ལྟ་བར་དུ་མཐོང་མྱོང་མེད་ཞེས་གསུངས་བ་རེད། ཡེ་ཤུ་ཡི་དྲུང་དུ་ཡོང་མཁན་ཡ་ཧུ་དཱ་པ་མའི་རྒན་པ་རྣམས་རྒྱ་དཔོན་ཡི་ཁང་པ་ལ་ལོག་པ་དང་སྐབས་དེ་དུས་ཁོང་གི་གཡོག་པོ་དེས་དྲ་སེ་ཐོགས་ཡོད་པ་ཁོ་ཚོ་ཡིས་མཐོང་བ་རེད།